ལྷན་སྐྱེས་སྤྲོ་བ་དང་འཛུམ་མདངས་རྒྱས། ད་དེ་རིང་གི་ས་སྐྱ་ལེགས་བཤད་ཀྱི་འགྲེལ་པ་དུ་མ་ཞུ་གི་ཡིན། དེ་རིང་ཞུ་བར་བྱེད་པའི་ནང་དོན་འདི། ས་སྐྱ་ལེགས་བཤད་རགས་རྗེས་དགུ་པ་ཆོས་བདག་པའི་ཤོ་ལོ་ཀ། བཞི་བཅུ་བཞི་དྲུག་པ་བཞི་བདུན་པ་བཞི་བརྒྱད་པ་དེ་གའི་གསུམ་ཆགས་ཀྱི་འདུག་ད་དེའི་ནང་ནས་ཤོ་ལོ་ཀ་དང་པོ་འདི། ཤེས་རབ་ཀྱིས་ནི་གཏིང་བཏང་ནས། ཉེ་རྒྱུ་སྤོང་བ་བསྒོམ་པ་ཡིན། ལུས་ཀྱི་དྲི་མ་བཀྲུས་པ་ལྟར་བསྒོམས་ཀྱང་རིང་ཞིག་ལོན་ནས་འདོགས། ཨོ་ད་དེ་ཡིས་ང་ན་ཚོད་མི་ཟིན་ནང་ལ་ཤོར་བ་འདིའི་ནང་དོན་འདི་ཧང་སང་ཡག་གི་ཐག་ཉེ་པོ་ཨ་ཐུག་བསམ་ཤེས་ལག་ལེན་ལ་བསྟར་ཐུབ་ན་ཕན་ཐོག་དེ་བས་ཆེན་པོ་ད་ང་ཚོའི་མི་རིགས་ལས་ད་ག་རེད་རང་བྱེད་གི་འདུག་ཤོ་ལོ་ཀ་འདི་ད་ཤོ་ལོ་ཀ་འདིས་གཙོ་བོ་ག་རེ་གསུང་གི་འདུག་ཞུས་པ་ཡིན་ན། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ད་ཤེས་རབ་གསལ་ཏེ་ང་ན་ཚོའི་སློབ་སྦྱོང་གི་དམིགས་ཡུལ་བྱེད་དགོས་བར་ད། ང་ན་ཚོ་སློབ་སྦྱོང་བྱས་བྱས་བྱས་བྱས་ཤེས་རབ་མ་སྐྱེས་པ་ཡིན་ན། ཡིག་རྫས་ཨང་གི་བརྒྱ་ལས་ལན་ལན་ལས་ཏག་ཏག་བསྡད་དགོས་བ་མ་རེད་པ། ད་ག་ནང་བཞིན་སློབ་སྦྱོང་བྱས་བྱས་བྱས་བྱས་བྱས་ཤེས་རབ་ལ་ད་ཤོག་ནོན་དེ་ཡེར་བ། ཤེས་རབ་དྲ་རྒྱའི་འདྲ་པོ་ཕུན་སུམ་ཚོགས་པོ་མ་བྱིན་པ་ཡིན་ན་ཡང་ང་ཚོ་ལ། འབྲས་བུ་འདྲ་བ་ཁྱོན་ནས་ལོན་ཡོང་བ་མ་རེད། མདོར་བསྡུས་ན། ང་ཚོས་སློབ་སྦྱོང་བྱེད་ཡ་དེ་ལེགས་ཉེས་བླང་དོར་ཐུབ་པ་དང། འདོར་ལེན་ཐུབ་པ་དང། དབྱེ་འབྱེད་ཐུབ་པ་དེ་འདྲའི་གི་ཆེད་དུ་ཆགས་ཏེ་གི་ཡོད་རེད་བ། ད་ནི་སྐྱོན་འདྲ་བ་ཅིག་ལ་ང་ཚོས་ཁ་གཏད་བཅག་པ་ཡིན་ནའི་ལས་རྩ་བཀོད་གཏང་ཡ་གི་ཆེད་དུ་རེད་བ། ད་ནི་ང་ཚོས་དེའི་ནམ་རྒྱུན་ལྕང་མ་ཡེ་ཤུ་སྐྱེ་བ་ཟས་སྤྱོད་པ།

ད་ད་རེས་ཡི་གེ་ང་ཚོའི་ལེགས་བཤད་དེ་ན་གར་གསུང་དུ་ཞུས་པ་ཡིན་ན། ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱིས་བརྟག་དཔྱད་བྱས་བྱས་བྱས་བྱས་གཏིང་ནས་བརྟག་དཔྱད་བྱས་ཡོང་དུས། ནི། ད་ང་ཚོ་ལ་མིའི་རིགས་ལ་ཡོད་པའི་སྐྱོན་དང་གོམས་གཤིས་ངན་པ་དེ་གས་མེད་པ་བཟོ་བ་ལ་ནི། མཆོག་ཏུ་གྱུར་པའི་ཐབས་ཤེས་ཤིག་རྙེད་པ་རེད། འདི་ག་རེ་རེད་ལབ་དུས་རྩམ་པ་རྩ་བར་བཏང་ཡ་འདི་རེད། ཁོའི་རྩ་དབང་དེ་ག་བར་འདུག་འདི་བརྟག་དཔྱད་བྱས་རྗེས། དེའི་དཔེ་ལྟ་ད་གར་བཞུགས་རེད་ཁ་བརྡས་བྱ་ཡ་ཟེར་ན་མི་འདུག་ཡང་མིན་ན་འདི་དཔེ་ལྟ་གོ་བ་ཨེ་འདུག་བལྟས་རྗེས་ང་ཚོས་རྩོད་ལེན་བྱེད་དགོས་ཡ་འདི་ཧ་གོ་བ་རེད་གསུངས་སྐོར་ད་ཤེས་རབ་ཟེར། ད་གར་བ་ང་ཚོས་ཤེས་རབ་ཡོད་པའི་མི་ཟེར་འདི་དཔེ་ན་ང་ཚོས། ལྕང་མའི་ལོ་མའི་སོར་ཅིག་ལ་དཔེ་བཞག་ཅེས་ཞུ་བ་ཡིན་ནོར་བ། ལྕང་མའི་ལོ་མ་ས་གད་གཉིས་སོས་ཡང་གད་གཉིས་དུ་འཕགས་ཆ། ལྕང་མའི་ལོ་མ་ས་ཡང་གད་གཉིས་དུ་སོ་གོར་བ་གད་གཉིས་དུ་འཕགས་ཆ། དེ་འདྲས་ཀྱི་ལྕང་མ་དེ་སོ་སོ་སྣོད་སྐྱེས་ཀྱི་ཡོད་ན། ད་ལས་ཀ་བྱེད་སྟངས་དེ་འདྲས་མ་རེད་ཟེར་བའོ་རོ་བ། རྩ་ནས་བསྐོར་བ་བྱས། མཐོང་སེམས་མེད་པར་སོས་བཞག་པ་ཡིན་ན། ཐེངས་མ་གཅིག་ལ། འཇོག་སྡོམ་རྒྱས་པ་རེད་དེ་ཟེར་གྱི་ཡོད་རོ་བ། ད་ངས་དེ་དཔེ་བཞག་གི་ཡོད་མ་གཏོགས་ཡང་ང་ནག་ཚོས་ཅང་མ་གོ་ཡ་དེ་ཞུ་གི་མེད། དཔེ་ལ་བཞག་གི་ཡོད་བྱས་ཙང་ང་ནག་ཚོས་མི་གཅིག་ལ་ཆ་བཞག་པ་ཡིན་ན། གོམས་གཤིས་ངན་པ་ཟེར་ཡ་དེ་དང་ཁ་ནས་སྐད་ཆ་ཁ་ངན་ཚིག་ངན་འདྲ་པོ་ལབ་རུ་བ། ཡང་མེད་ན་སེམས་ནས་བསམ་བློ་བཏང་དང་ཡག་པོ་མེད་པ་འདྲ་བོ། ལུས་ཀྱི་སྤྱོད་པ་དང་རྣམ་འགྱུར་ངན་པ་ཐོན་ཡག་འདྲ་བོ་ད་དེ་འདྲའི་ཡོང་གི་འདུག་ན། སྐབས་ཐོག་ད་ག་རང་ལ་ཁ་བརྡའི་བྱ་བྱེད་དེ་མེད་པ་བཟོས་པ་ཙམ་ལ་ལོ་ཡིད་ཚིམ་གི་ཡོད་མ་རེད་གསུང་གི་ཡོད་རེད། ད་འདི་ཡོང་སའི་ཡོང་ཁུངས་དེ་ག་ནས་ཡོང་གི་འདུག་རེད་བ། འོ་འདི་ངོ་ཨོག་རེད་གསུང་གི་འོག་རེད་བ། དེ་འདྲ་ཡིན་དུས་ད་འདིའི་ཡོང་ཁུངས་དེ་ག་བ་ཐུག་གི་འདུག་ཟེར་ང་ན་ཚོས་བསམ་གཏང་ཡོང་དུས་ད་རང་ཤེད་ཐུག་གི་འོག་རེད་ག་ཤེད་རང་ཤེད་ཟས་དེ། སོ་སོ་གཅིག་སྒོར་མོ་དུ་བསམ་བློ་མ་བཏང་ཡ་གཅིག་དང་སོ་སོ་འགན་ལྗི་པོ་ཞུ་བ་གཅིག་དང། ཨ་ནེ་ཡའི་རིན་ཐང་ཆེན་པོ་ཞུ་བ་གཅིག་ཚེ་གཞན་ལ་རིན་ཐང་མ་སྤྲད་ཡ་ཆོག་རེད་བ། ད་བསམ་བློ་འདི་ནས་ང་ཚོ་སྐྱོན་ཆ་མང་ཆེ་ཆེ་ཡོང་གི་ཡོག་རེད་ད། བྱས་ཙང། ཤེས་རབ་ཀྱིས་ནི་སྟེང་བཏང་ནས་གསུངས་འདུག། སྟེང་བཏགས་གསལ་དེ་ལྟ་དཔེ་ལྟར། གསང་ལ་ཁུ་ཡོ་བཏང་ཡག་གི་བཏགས་བྱས་ཅི་བྱས་ཡོང་དུས། ངེས་པ་རེ་རེ་རེ་རེ་དོན་ཡག་གི་རྒྱུ་དེ། རྩ་དེ་སྤོང་བ་དེ་ཨ་ནི། མཐར་ཐུག་ང་ཚོས་གོམས་རྒྱག་ཡག་གི་དམིགས་ཡུལ་ཟེར་ན་མི་འདུག་ཡང་མིན་ན་ལག་ལེན་བསྟར་ཡག་གི་མཐར་ཐུག་གི་དམིགས་ཡུལ་ཟེར་ན་མི་འདུག་དེ་འདྲས་ཅིག་ཡིན་པ་ཧ་གོ་བ་རེད་གསུང་གི་ཡོད་ད། ཉེ་རྒྱུ་སྤོང་བ་གོམས་པ་ཡིན་གསུངས་འདུག། ངེས་པ་དེ་གི་རྩ་དེ་ག་བ་ཡོད་ནས་དེ་སྤང་ཡ་ལ་ག་བལྟས་བྱ་ཡ་ལ་ང་ཚོས་སྒོམ་དགོས་པ་རེད། ད་ག་རེད་བ། ང་ནག་ཚོས་གཅིག་ལུས་ངག་གི་རྣམ་འགྱུར་མང་ཆེ་ད་ལྟ་འདི་གསུང་གི་ཡོད་རེད། རྗེ་རིན་པོ་ཆེ་གི་རྟེན་འབྲེལ་བསྟོད་པའི་ནང་ལོགས་ལ། འཇིག་རྟེན་རྒུད་པ་ཇི་སྙེད་པ་དེའི་རྩ་བ་མ་རིག་སྟེ་བྱས་བྱས་རྩ་དེ་མ་རིག་པ་རེད་ཟེར་བ། དཔེར་ན་སྐབས་ཐོག་ང་ཚོས་དངུལ་མེད་པ་ཆགས་རྗེས་ང་མ་གི་བ་ཆགས་སོང་དེ་དྲན་ཏོག་ཁ་བོ་རེད། ཨ་ནི་མི་གཅིག་གིས་ང་གནོད་སྐྱེལ་སོང་ང་མ་གི་བ་བྱུང་དགོངས་ཏོག་ཁ་བོ་རེད་ཟེར་བ། ཨ་ནི་ང་ལས་གནས་འཕར་མ་སོང་ད་ང་སྐྱོ་བོ་རེད་ཨ་ནི་སྐྱོ་བོ་བྱུང་སོང་བསམ་པ། དེ་འདྲས་དྲན་སྲིད་ཀི་རེད་ཟེར་བ། ད་ད་དུང་ཡང། འདི་གས་ཀྱི་ནང་ལུགས་ནས་བརྟག་དཔྱད་བྱས་ཡོང་དུས་ཨ་ནི་རྩ་ཁ་བ་ཐུག་ཐུག་ལབ་དུས་བརྩམས་པ་མཐར་གཏུགས་ན་མི་རིགས་པ་ཟས་སྦྱོར་བ་དང། མ་ཤེས་པ། གཏི་མུག་སེལ་ཐལ་མ། ཐུགས་དད་ཡོད་པར་བྱས་ཙང་འདིའི་ངང་ཚུལ་ཁུ་རྒྱོགས་གཏང་དགོས་ཀྱི་རེད་ཟེར་ཟེར། དེ་གསུངས་ཡོང་དུ་བ། བྱས་ཙང་ད་དེ་ངས་ད་དུང་ང་ཚོའི་མི་རིགས་ལ་ཚུར་བྱ་བྱས་ཞུས་པ་ཡིན་ན་རེད་བ། ཡང་མིན་ན་ཁྱིམ་ཚང་གཅིག་ནོར་ལོག་ཞུས་པ་ཡིན་ན། ཁྱིམ་ཚང་སློབ་གསོའི་སྒང་འདྲ་པོ་གཅིག་ནས་བུ་ཕྲུག་ལ་ཅིག་སྤྱོད་པ་ངན་འབོད་ཀྱི་རྣམ་འགྱུར་འདྲ་པོ་དང། དེ་ག་ནང་བཞིན་ངག་གི་སྐད་ཆ་བཤད་སྟངས་ཡེ་རབ་གཞི་ཚིག་མེད་པ་མི་གཞན་ལ་བརྩི་བཀུར་མེད་པ་བརྩི་འཇོག་མེད་པ་ཕོག་ཐུག་བཏང་ཡ་ཨ་ནེ་བེད་དེ་ང་ཁྱོད་དེ་འདྲས་ཀྱི་སྐད་ཆ་འདྲ་པོ། བཤད་དེ་ཡག་ཅིག་ང་གིས་སྤྱོད་པ་གཙོ་བོ་ཞུ་བར་བ། སེམས་ནས་དེ་འདྲས་ཡོང་གི་འདུག་ན་ད་དེ་གས་ཀྱི་རྩ་བ་དེ་ག་བ་ཐུག་འདུག་ལབ་ཡོང་དུས། ཁྱིམ་ཚང་གི་རྩ་བ་དེ་ཨ། མི་རབས་དང་པོ་མི་རབས་དང་པོའི་གི་དང་པོ་འོ་ད་སུ་ལ་ཐུག་གི་ཡོར་བ་ད་པོ་ལ་མོ་ལ་པོ་ལ་མོ་ལ་གི་ཡང་པོ་ཡང་མོ་ཨ་འདི་ནས་པ་ལ་ཨམ་ལ་འོ་དེ་གས་ལ་ཐུག་གི་ཡོར་བ། ཁོ་རྒྱོ་བའི་དྲ་བ་བྱེད་ས་དེ་འོད་དྲ་བ་འཕྲོ་ས་དེ་འདི་ནས་འཕྲོས་ཡོང་རོགས། དེ་གས་ཀྱི་ཡས་རབས་གཞི་ཚིག་ཡོད་པ། ཐབས་ཤེས་ཡོད་པ་རྣམ་དཔྱོད་ཡོད་པ། ཨཱ་ནི། ཁོག་རྒྱ་ཡོད་པ་ངང་རྒྱུད་རིང་པོ། ཨཱ་ནི་དཀའ་སྡུག་བཟོད་བསྲན་གྱི་སྙིང་སྟོབས་ཡོད་པ་དེ་འདྲས་ཅིག་ཡིན་ན་འོད་འཕྲོ་ཡག་དེ་ལས་ད་ག་རང་རྡོག་ཁྲེ་རྒྱབ་ཁུར་བ། ཨོ་བྱས་ཙང་དེ་ཡིན་བསྡད་དུས་རྩ་དེ་བསྡད་ཐུག་འདུག་བ་བྱས་ཙང་ང་ཚོ་རྩ་ནས་རྒྱུན་ལྡོག་མ་བཏང་བ་ཡིན་ན་སྤུ་བོ་ཁོ་རང་ལ་རྦད་དེ་ཅིག་ཉེས་རྡུང་སྡང་བཙན་ཞེས་བྱས་ཨཱ་ནི། གོ་བསྐོན་སློབ་གསོ་སྐྱེ་བ་གར་བྱས་ནས་ལས་དང་ཕན་ཐོགས་ཏེ་ཕལ་ཆེན་ཡོང་གི་ཡོད་བསམ་མར་བ་ཆེ་ཚང་ཉིད་རྒྱུ་སྤོང་བ། རྒྱུ་དག་ག་རང་རྩད་གཅོད་བྱས་རྗེས་སྤང་དགོས་ཡ་སྟེ། སྒོམ་རྒྱག་གི་མཐར་ཐུག་འདྲ་པོ་དེ་རེད། དེ་འདྲས་སོང་ཡོང་གི་འདུག་བ། ང་ནག་ཚོ་མི་རིགས་ལ་ཆ་བཞག་ན་ད་ག་རེ་ད། བལ་དུ་ཕག་ཚོ་སྐྱོན། ཀུ་རེ་འདྲ་བ་བལྟས་ནས། གཅིག་གཅིག་གཅིག་གིས་ཆུང་མ་སོང། གཉིས་གཉིས་གཉིས་གིས་ཆུང་མ་སོང། ཟེར། ད་ང་ཚོ་དེ་འདྲས་ཅིག་གི་དུས་ཚོད་ཕལ་ཆེར་ཡོལ་ཚར་ཡོད་རེད། ད་ང་ཚོ་ག་རེ་བྱེད་འོ་རེད་ལབ་དུས། མི་རིགས་སྤྱིར་ནས་ཤེས་ཡོན་མེད་པ་དེ་སྤྱི་ལུས་ཐེབས་བསྡད་ཡོད་རེད། དཔེ་ཀློག་གི་གོམས་གཤིས་མེད་པ་དེ་སྤྱི་ལུས་ཐེབས་བསྡད་ཡོད་རེད། སློབ་གསོ་ལ་དགའ་ཞེན་དང། གཅིག་སློབ་གསོ་ཟེར་ཡ་དེ་རིན་ཐང་ཆེན་པོ་བརྩི་ཡ་གི་གོམས་གཤིས་འདྲ་བོ་ཞིག་དྲག་མ་ཆགས་པ་བྱས་ནས་སྤྱི་ལུས་ཐེབས་བསྡད་ཡོད་རེད། ཨ་ནི་མི་རིགས་སྤྱིར་ལ་གཅིག་དུས་ཚོད་དམ་འཛིན་བྱེད་ཡ་དང། ཨ་ནི། དུས་རབས་ཀྱི་རྗེས་ཟིན་པའི་གི་ལང་ཀ་འདྲ་པོ་དེ་ལ་འགྲོ་ཡག་གི། ད། མཐོང་རྒྱ་ཟེར་བ་རེད་པས། དེ་འདྲས་མེད་པ་བྱས་ཚེ་རྗེས་ལུས་ཐེབས་བསྡད་འདུག་ཨ། བྱས་ཙང་དེའི་མདུན་དུ་ང་ནག་ཚོས་དཔེ་ཀློག་ལ་གོམས་པ་བྱས་ནས་རང་དཔེ་གཞན་སྟོན་བྱེད་དགོས་ཡག་རེད་བ། ཨ། དཔེ་ཀློག་ཡང་དེ་འདྲས་ཅིག། ག་རེ་ཞུ་གི་རེད་ཨ་ས་རེ་ཞིག་ག་ཙམ་མ་ཡིན་པར་མེ་ཚེ་ཕྲེང་བ་ལ་བརྒྱུད་བྱས། ཐོས་པ་དང་འགྲོག་དགོས་ཡ་དེ་འདྲས། བྱུང་བ་ཡིན་ན་ད་དཔེ་ཡག་པོ་ཡོང་གི་འདུག་ཨ་ཁོ། མི་ཟད་དཔེ་བལྟ་ཡ་ལ་དགའ་པོ་འདུག་ཨ། བྱས་ཙང་དེ་འདྲས་ར་བ་ཅི་རེད། ཨ་ནི་ང་ཚོས་སློབ་གསོ་ཟེར་ཡ་འདི་དང་ད་ཅིག། གར་ཞུ་བ་རེད་དེང་རབས་ཀྱི་ཤེས་བྱ། སློབ་སྦྱོང་བྱས་ཡ་ཟེར་ཡ་འདི་དང་སྲོལ་རྒྱུན་རིག་གནས་ཀྱི་གཏིང་ངོ་དགོས་ཡ་ཟེར་ཡ་དུ་ད་གཙོ་བོ་གཅིག་འདི་སྐད་ཡིག་ཡག་པོ་ཤེས་མ་ཤེས་ནས་ཐུག་བསྡད་པའོ་རེད། གཉིས་པ་དེ་རིག་གནས་དེ་ཚོ་ང་ཚོས། འཚོ་བའི་ནང་ལོ་ལ་ག་འདྲས་བྱས་བྱས་བེད་སྤྱོད་བཏང་མ་བཏང། དེ་ཚོ་ལ་ཐུག་ཡོང་གི་འདུག་ཨ་བྱས་ཙང་དེ་ཡིན་དེ་དུས་ང་ཚོས། རྩ་དེ་ལག་པ་འཆང་དགོས་ཡ་དེ་གལ་ཆེན་པོ་རེད་གསུང་འདུག་བ། བྱས་ཙང་ང་ཚོ་མང་ཚོགས་བྱིངས་ནས་གོ་རྟོགས་སད་དགོས་པར་བ། གོ་རྟོགས་སད་སོང་ན་བདེ་ཐང་འཕྲོད་བསྟེན་ལ་དོ་སྣང་ཆེ་རུ་འགྲོ་གི་རེད། མི་ལུས་ཀྱི་རིན་ཐང་ཟད་དེ་ཧ་གོ་གི་རེད། དུས་ཚོད་འཕྲོ་བརླག་ཟད་དེ་མཚམས་འཇལ་ཐུབ་གི་རེད། དེ་ནས་བཟུང་ཅི་ཨ་ནི་ཤེས་མཁན་དང། ཅིག། རླབས་ཆེན་གྱི་མི་སྣ་ཟད་དུ་ཚོ་ལ་མཐོང་བཞག་འགྲོ་གི་རེད། ཤེས་མ་ཐུབ། འུར་སྐྱིབས་བྱས་དེ་ཡ་དེ་འདྲའི་འདྲ་པ་ཅིག་ནི་མ། ལས་ཡོང་གི་འདུག་བ། བྱས་ཙང་ཉེ་རྒྱུ་སྤོང་བ་སྒོམ་པ་ཡིན་ཟེར་ཏེ་ད་དཔེ་ཡག་པོ་འདུག་ག་པར་ཡིན་ནས་འཚམས་པོ་འདུག་ད་དཔེ་ཅི་བཞག་གནང་གི་ཡོད་རེད་དེ་ལ། ལུས་ཀྱི་དྲི་མ་བཀྲུས་པ་ལྟར་སྒོམ་ཀྱང་རེ་ཞིག་ལོན་ནས་འདོགས། ད་རྩ་ནས་བསྔོ་མ་ཐུབ་པ་ཡིན་ན་ང་ཚོ་གུ་ལོག་བཀྲུས་པ་ནང་བཞིན་རེད་ཟེར་བ། ཡང་མེད་ན། མདོག་གི་དྲག་པོ་བཀྲུས་པ་ནང་བཞིན་ལུས་པོའི་དྲི་མ་བཀྲུས་པ་ནང་བཞིན་རེད། དེ་རིང་བཀྲུས་ནས། སང་ཉིན་གོ་དགོས་རེད་སང་ཉིན་བཀྲུས་ནས་གནངས་ཉིན་གོ་དགོས་རེད། བྱས་ཙང་འདི་ནང་བཞིན་རེད་གསུང་གི་འདུག་ག་དེ་སྒོམ་ཀྱང་རེ་ཞིག་ལོན་ནས་འདོགས་ཟེར་ཏེ་འོ་དེ་འདྲའི་ཆ་རེད། དེ་ཡིན་དུས་དུས་ཨ་ང་ནག་ཚོས་ད་ཅིག། སྤྱོད་འཇུག་ནང་ལོག་ལ་དེ་འདྲ་བརྗོད་ཡག་རེད། ས་སྟེང་ཐམས་ཅད་བཀོལ་གཡོག་ཏུ་དེ་གཉིས་བཀོལ་བས་ག་ལ་དང། ལྷམ་འདི་ཙམ་གྱི་བཀོལ་བས་ནི་ས་སྟེང་ཐམས་ཅད་གཡོག་དང་མཚུངས་ཟེར་གསུངས་ཡོང་དུས། ཨ་ང་ཚོ། མི་ག་ཤེད་སང་ལ་དེ་འདྲའི་སྟངས་ཀྱི་རུ་བ། རི་དེ་ལ་བལྟས་ད་ང་རང་འགྲོ་དུས་སྟབས་བདེ་པོ་མི་འདུག། ཚེར་མ་དང་གཟུགས་ཡག་མང་པོ་འདུག་རི་ཁོ་རང་ཀོ་བ་གི་གཏུམ་བཤལ་གྱི་ཡིན་ལབ་ན་བསམ་བློ་སྒུག་ད་ཚར་བ་རེད་ཟུག་བ་རེད། འདི་ལས་སོ་སོའི་རྐང་པ་ལ་ཏག་ཏག་འདྲི་ཡས་ཀོ་ཨ་ཅི་བོན་གྱི་ཁ་བ་ཕྱི་ནས་ལས་འགྲོ་ཐོ་བོར་བསས་འདི་ནང་བཞིན་མི་གང་ག་ཨ་ལས་ངན་ལ་སོ་སོས་དགའ་བོ་བྱེད་ས་དེ་ཟུ་གི་ཡིན་ལབ་ན་ཆོས་འགྲིག་གི་མ་རེད་དེ་ལས་སོ་སོའི་རྒྱུད་ཀྱི་མི་གང་ག་ལ་མ་དགའ་ཡས་བསམ་བློ་དེ་བཏུལ་བྱས་དགའ་བོ་ཡོད་འགྱོ་ཅི་བཟོས་ད་མི་གཅིག་གི་གནད་དོན་གྱི་ཐག་གཅོད་ཐུབ་གི་རེད་བྱས་བྱས་འོ་ད་དེ་འདྲའི་རྗེས་སོང་ཡོང་དུ་བར། ད་དེ་ནས་ཤོ་ལོ་ཀ་གཉིས་པ་དེ་རེད། རྒྱུ་འབྲས་ཕུལ་བྱུང་མ་ཚོགས་པར་བདག་མེད་རྟོགས་ཀྱང་ཚང་མེད་རྒྱ་ཐབས་ཕྱོགས་དག་གིས་མ་གྲུབ་པའི་བདེན་པ་མཐོང་ཡང་འདྲ་ཆོ་མེད། ཧོ། ད་དེ་ཡང། དཔེ་ང་ན་ཚོ་ལ་འཚམས་པོ་ཞུ་གི་འདུག་ཤོ་ལོ་ཀ་འདི། དཔེར་ན་ང་ན་ཚོས། སངས་རྒྱས་ཀྱི་གོ་འཕང་ཟད་དེ་ཐོབ་པ་ལ་ནི་ཐབས་དང་ཤེས་རབ་གཉིས་ཀ་དགོས་པ་རེད་ཟེར་བ། ང་ནགས་སུ་མི་གཅིག་ལ་ཆགས་ས་ན་ཤེས་ཡོན་ཞེ་བོ་ཅིག་ཡོད་པ་ཆེ། གཞན་དག་ལ་བསླབ་གཡག་གི་ཐབས་ཤེས་མ་བཏང་ན་ཤིང་བཟང་པགས་པའི་འོག་ནས་རུལ་འགྲོ་གི་འདུག་བྱས་ཙང་སོ་སོ་ལ་ཤེས་ཡོན་ཡོད་པ་ནང་བཞིན་གཞན་ལ་ཡང་བསླབ་ཡག་སློབ་མ་ལ་བསླབ་ཡག་གཞན་དག་ལ་ཤེས་ཡོན་བེད་སྤྱོད་གཏང་ཡག་གི་ཐབས་ཤེས་དེ་ལྡང་བ་ཡིན་ན། ད་ཤེས་ཡོན་འདི་གིས་ནུས་པ་ཞི་བོ་བཏོན་ཐུབ་ཀི་རེད། ཤེས་ཡོན་འདིས་མི་ཚེ་མི་འདི་གི་ལས་དབང་དངོས་གནས་ག་ལ་བསྒྱུར་ཐུབ་ཀི་རེད། རང་མ་ཟད་གཞན་ལ་ཡང་ཕན་ཐོགས་ཞི་བོ་ཞིག་ཐུབ་ཀི་རུ་བ། ད་ཐབས་དང་ཤེས་རབ་གཉིས་ཀ་མེད་པ་དེ་གཅིག་རྐྱང་པ་ཡིན་ན་ད་ག་ལས་འབྲས་ཀི་རེད། དཔེར་ན་ཐབས་ཤེས་རྐྱང་པ་ཡོད་པ་ཆེ་ཤེས་རབ་མེད་ན། ཡང་རུས་སྦལ་གྱི་གོམ་པ་རྒྱས་པ་ནང་བཞིན་དཀའ་ལས་བཞི་བོ་རེ་ལས་ཡ་ཁྱོད་ནི་མེད་མཁན་ཟེར་བ། ད་ཤེས་རབ་བཞི་བོ་བརྗོད་པ་ཆེ་ཐབས་ཀྱིས་དབེན་བསྡད་པ་ཡིན་ན། ཡང་དགའ་རུ་ཞུགས་རེད་ད། རལ་གྲི་དར་ཅའི་ཤུབས་ནང་ལ་བཅུག་པ་ནང་བཞིན་རེད་བེད་སྤྱོད་དང་ཡང་མ་རག་པ་བྱས། ཡང་འཕྲོ་ལྷག་ཅིག་འགྲོ་གི་ཡོད་རེད་བ། བྱས་ཙང། ཐབས་དང་ཤེས་རབ་གཉིས་ཀ་དགོས་རེད། དེ་འདྲས་ཡིན་དེ་དུས་ཨ་ནི་སངས་རྒྱས་གོ་མ་ཐུབ་ཁུ་རེ་འཚང་རྒྱ་ཟེར་ཏེ་ད་སངས་རྒྱས་པའི་གོ་དོན་ར་བ། དེ་ཡིན་དེ་དུས་ད་རྒྱུ་དང་འབྲས་བུ་ཕུལ་དུ་བྱུང་བ་དེ་གས་ཕུན་སུམ་མ་ཚོགས་པ། རང་གས་དངོས་པོའི་གནས་ལུགས་བདག་མེད་རྟོགས་བསྡད་ཡོད་ནས་ལས་སངས་རྒྱས་གོ་མ་ཐུག་མ་ཐག། དེ་གསུང་གི་ཡོད་རེད་ད། རྒྱུ་འབྲས་ཕུལ་བྱུང་ཟི་ལབ་ཡོང་དུས་དཔེར་ན་ང་ལགས་ཚོས། ས་སྟེང་གི་ཅིག་སྲོག་ལྡན་གྱི་སྐྱེ་བོ་ཡོད་དོ་ཅོག་ལ་བར་བསམ་ཤེས་བྱེད་ཐུབ་པ་སྙིང་རྗེ་བྱེད་ཐུབ་པ། ཨོ། འདི་སྐད་ཀྱི་བཀའ་དྲིན་ལས་ང་ད་ལྟ་འཛམ་གླིང་གང་ལ་བསྡད་དུས་ལྷོད་པོ་དང་སྐྱིད་པོ་བྱུང་མ་རེད་བསམ་པའི་བཀའ་དྲིན་དྲན་ཐུབ་ཡ། ད་འདི་ནས་བྱས་བྱས་མང་པོ་ཡོད་རེད་བ། མདོར་བསྡུས་ན། ཨ་ནི། སྡུག་བསྔལ་མི་འདོད་པ་དེ་ཚང་མ་གཅིག་པུ་རེད། དེ་གིས་ནི་གང་ག་ལ་ལ་དགོས་ཀི་ཡོད་རེད། ཨང་ང་རེད་གི། བློས་གཏོང་གི་བསམ་བློ་གཅིག་གིས་གཞན་དག་ལ་དེ་གིས་སྤྲད་ཐུབ་ཡག་གི་ལང་ཀ་གཅིག་ལ་འགྲོ་ཐུབ་ན་ཐབས་ཤེས་གཅིག་སོ་སོ་ལ་ཚང་ཐུབ་ན་བསམ་བྱས་དེ་འདྲའི་གི་བསམ་བློ་ཡོད་ན་ཨ་ལྷག་བསམ་གསལ་དུ་དུ་ཡོང་གི་ཡོད་རེད་བ། འོ་དེ་གས་དགོས་རེད་གསུང་གི་ཡོད་རེད། ད་དེ་ནས་ཐབས་མཆོག་དག་གིས་མ་བསྒྲུབས་པའི་བདེན་པ་མཐོང་ཡང་སྒྲ་བྱུང་མེད། ཐབས་མཆོག་དག་གིས་ཟེར་ཐབས་མཆོག། དཔེར་ན་ང་ན་སོ་འདི་ཡོད་རེད་བ། མི་གཅིག་ལ་དཔྱད་ཤེས་ན་སློབ་སྦྱོང་མིན་པའི་དཔྱད་ལམ་མང་པོ་ཡོད་རེད། དཔེར་ན་མི་ལ་རྣམ་འགྱུར་བསྟན་ཡང་ཟད་ད་གཟོད་ཐབས་ཤེས་ཡག་པོ་རེད་འདུག་བ། རང་སྐྱིད་པོ་ཡོད་པས་མ་ཚད་གཞན་ལ་དགའ་པོ་སྤྲད་དགའ་པོ་བཟོ་ཐུབ་པར་བ། མི་ལ་ཡ་རབས་གུས་ཞབས་ཟེར་ཡང་ད་གཟོད་དངོས་གནས་བྱས་ན་ཕ་བྱེད་ཡག་རེད་དེ། སོ་སོ་ཡག་པོ་ཡོང་ཡག་རེད་འདུག་བ་ད་གཟོད་ཐབས་ཤེས་དངོས་གནས་དེ་ལས་རེད་འདུག་བ། མི་ལ་ཕ་སྐད་ཆ་ཡག་པོ་ཅིག་སྐད་ཆ་ཆ་ཚང་པོ་ཅིག་མགོ་མཇུག་ཡོད་པོ་ཅིག་སྙན་པོ་ཅིག་སྒྱུ་རྩལ་རང་བཞིན་ཅན་ཞིག། གོ་བསྐོན་བློ་འགུག་གི་ནུས་པ་ཡོད་མགྱོགས་ཅིག་དོན་དག་འདྲ་པོ་ཅུང་ཟད་སྟོན་ཐུབ་ཉེར་གཅིག་སྣང་བ་འགྲོ་པོ་ཅིག། བཤད་ཐུབ་པ་ཡིན་ན་ད་ལྟ་རྦད་དེ་ཕན་ཚུན་གཉིས་ཕན་རེད་འདུག་བ། རྡོ་སོ་དགའ་མགོ་ལ་ཐབས་ཤེས་གནང་གི་ཆོག་རེད་ཨ་ནི། སྦྱིན་པ་གདང་གི་ཟས་འབྱོར་བ་སྦྱིན་པ་གདང་གི་ཟས་བྱེད། ང་ཚོ་མི་གཅིག་ལ་ཆ་བཞག་ན། སྦྱིན་པ་ག་ཚད་བཏང་བཏང་རེད་དངོས་གནས་གཅིག། སོ་སོའི་ལུས་ངག་ཡིད་གསུམ་ལ་སྦྱིན་པའི་བཅའ་ལག་ཁ་འདེད་པ། དེ་འདྲ་བྱ་བསྡད་ཡོད་འདུག་བ། སྦྱིན་པ་བཏང་ཟེར་ཡ་འདི་ནས་ཚུལ་ཁྲིམས་སྲུང། བཟོད་པ་སྒོམ་དགོས་པོ་རེད། ཚུལ་ཁྲིམས་ཟེར་ཡ་དེ་དག་རེད་ང་ནག་ཚོ་ལུས་ངག་ཡིད་གསུམ་ལ་ཚད་གཞི་ཞིག་དགོས་ཀྱི་འདུག་བ་ཁོ་རང་ལ། ཚད་གཞི་མེད་ན་ང་ཚོ་རྦད་དེ་ལས་ཀ་འགའ་འགའ་ཡང་མེད་ན་ནི་ཁྱད་ཆེ་ཕྲ་གི་རེད་ཡང་མེད་ན་ནི་རྗེས་ལུས་ཐེབས་འགྲོ་གི་རེད། དེ་ཡིན་དུས་ཁོ་རང་ཁོ་རང་ལ་ཏག་ཏག་གི་སྒྲིག་གཞི་འཇོག་རེས་དེ་ནས་མ་བརྒལ་བའི་ཐོག་ནས། དཔེར་ན་ང་ནང་སོ་དེ་གཅིག་པུ་རེད། སྨན་རྗེས་ལ་བྱ་ཞོར་བ་ཡང་མིན་ན་ང་ནི་དབྱར་རྩི་དགུན་འབུ་བྱ་ཞག་ལ་བབས། དབྱར་རྩི་དགུན་འབུ་རྩ་ཆེན་མོ་རེད་རིན་ཐང་ཆེན་མོ་རེད་ཡག་པོ་རེད། ཡིན་ན་ཡང། ཁྱེད་རང་གིས། འོས་ཤིང་འཚམ་པ་མ་ཡིན་པའི་ཐོག་ནས་བཟོ་དང་ར་བ། ཨང་ཁྱེད་རང་ལུས་པོ་ལ་གནོད་ཡ་མ་གཏོགས་ཕན་ཐོག་འགྲོ་ཡ་འབྱུང་གི་ཡོག་མ་རེད་ཡིན་རྒྱུ་བྱས་ན་དབྱར་རྩ་དགུན་འབུ་ཡག་པོ་ཡིན་པ་ལ་རྒྱུ་མདོག་གལ་ཆེ་ཡོག་མ་རེད་ཡིན་ནའི་ཁྱེད་རང་གི་ཚད་ལ་རན་པ་དང་འགྲིག་གཞི་ནས་གལ་ཙང་ཨ་ནི་དགའ་ལས་འཕྲད་ཡ་འབྱུང་གི་ཡོག་ར་བ་ད་དེ་དཔེ་ཞུ་གི་ཡོད་ར་བ་འདི་ནང་བཞིན་རེད་བྱས་ཙང་ང་ཚོས་ཐབས་མཆོག། བཟོད་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་འདས་ཤེས་རབ། སོ་སོའི་རྒྱུད་སྨིན་བྱེད་ཀྱི་ཕར་ཕྱིན་དྲུག། གཞན་དག་གི་རྒྱུད་སྨིན་བྱེད་རྡོའི་དངོས་པོ་བཞི་གསལ་བསྒྲགས། འོ་ད་དོ་ཚོ་མ་ཚང་བ་ཡང་མིན་ན་དོ་ཚོ་ལ་འབད་རྩོལ་མ་བྱས་པ་བདེན་པ་ཐོངས་པ་ཡིན་ནས་ལས་སྒྲ་བྱུང་ཐུག་མ་རེད། སྒྲ་བྱུང་བའི་གོ་བ་ཐུག་མ་རེད། འོ་འདི་གསུང་གི་ཡོད་རེད་བ། ད་ཐབས་ཤེས་གཉིས་ཀ་གལ་ཆེན་པོ་རེད། འདི་དངོས་གནས་གལ་ཆེན་པོ་རེད་རེད་བ་ང་ཚོའི་འཚོ་བའི་ནང་ལ་ད་རྦད་དེ་ཅིག་སྨྲེང་སྡོང་ལ་གཟིགས་ལབ་ན་ནི་སླེག་ཚ་ཐལ་ཆེ་དྲགས་མ་རེད་བ་ཡིན་ནའི་རང་ཉིད་ཀྱི་མྱོང་བས་ཁ་གྲགས་ཐུག་རེད་ཟུར་བ། དེས་ན་ཆོས་རྣམས་ལེགས་རྟོགས་ཏེ་ཏིང་འཛིན་ལ་སེམས་བཞག་ན་ཉེས་པ་བག་ཆགས་ཐང་ཆད་པ་གང་གིས་སྤངས་པ་རྫོགས་འཚང་རྒྱ། བ་ད་དེའི་གསུང་གི་འདུག། ད་འདིས་གར་གསུང་གི་འདུག་ཞུས་པ་ཡིན་ན་དེ་འདྲས་ཡིན་བསྡད་དུས་གསུང་གི་ཡོད་རེད་བ། ཆོས་རྣམས་ལེགས་རྟོགས་འདིས། ཆ་རྐྱེན་ག་རེ་ག་རེ་དགོས་ཀི་ཡོད་མིན་ག་འདྲས་ག་འདྲས་སུ་འགྲོ་དགོས་ཡོད་མིན་ཇི་ལྟར་འགྲོ་དགོས་མིན་ག་ནས་ཕྱིན་ན་ལམ་ནོར་ཐེབས་པ་ཡིན་མིན་དེ་ག་ཚང་མ་ལོག་གནས་ཚུལ་ཡག་པོ་ཅིག་དབྱེ་ཞིབ་བྱས་ནས་ཧ་གོ་ལེགས་རྟོགས་འདིས་ཟེར་ན་ད་སོ་སོ་ལ་འབད་དུ་ཅིག་ར་གསལ་པོ་དྲ་བ་ཅིག་འཕྲོད་སི་གོ་རེད་བ། ཏིང་ངེ་འཛིན་ལ་སེམས་བསྐྱེད་བྱ། བྱས་གྲུབ་པ་ཡིན་ན། ད་ཉེས་པ་བག་ཆགས་དང་བཅས་པ། དེ་ནང་ང་ནང་སོགས་ཉེས་པ་བག་ཆགས་དང་བཅས་པ་ཟད་དེ་དཔེ་དེ་འདྲའི་གསུང་གི་ཡོད་རེད། དུག་ཕོག་པ་གང་ཡོད་བ་ཆ་བཞག་ན་དུག། མ་དེ་གའི་བག་ཤོས་ཚ་ནན་ལས་ཤུལ་ལྷག་དེ་གར་བ། འོ་དེ་གའི་ལ་བག་ཆགས་ཟེར་བའོ་རེད། ཉེས་པ་ཟེར་ན་སྐྱོན་དངོས་གནས་དེ་བྱས། བག་ཆགས་ཟེར་དུས། དུག་གི་ཤུལ་དྲག་པ་དེ། འོ་དེ་གའི་དང་བཅས་པ། སུས་སྤངས་པ་དེ་ཨ་ནི་དེ་ལ་ག་རེ་ཟེར་གི་རེད་ལབ་དུས། སངས་རྒྱས་པ།